མཚན་ཉིད་གང་ལ་འཇུག་པའི་གཞི་བཅུ་ལྔ་ཡི་དང་པོ་རྒྱུ་མཚན་དེ་ག་འདྲ་རེད་ལབ་འདུག་གནས་གསུམ་ཡིད་ཀྱི་དཀྱིལ་ནས་རྒྱུ་མཚན་ལ། བག་ཆགས་ལྷན་སྐྱེས་བློར་སྣང་རང་བཞིན་དང། རྟག་བདག་གཟུགས་བརྙན་ལ་སོགས་དབྱེ་སྒོ་མང། འོ་དེ་འདྲ་ཅིག་སོང་བ་རེད། ཚིག་རྐང་འདི་གསུམ་གྱི་ནང་དུ། མཚན་ཉིད་གསུམ་གང་ལ་འཇུག་པའི་གཞི་བཅོ་ལྔ་ཡི་དང་པོ་རྒྱུ་མཚན་ཟེར་བ་དེ་ག་རེ་རེད་ཟེར་ཨོ་དེ་བསྟན་གྱི་ཡོད་པ་རེད། ཨ་ནི་རྒྱུ་མཚན་བསྲེས་ན་ག་རེ་རེད་ལབ་འདུག་ཨ་ནི། གནས་སམ་ཡུལ་གྱི་སྤྱི་ནི་རྒྱུ་མཚན་ལ་ཟེར་ལབ་པ་རེད། གནས་ཟེར་ན་འདྲ་ཡུལ་ཟེར་ན་འདྲ་དོན་དག་གཅིག་པ་རེད་ཕུང་པོ་ལྔ་དང་ཁམས་བཅོ་བརྒྱད་དང་སྐྱེ་མཆེད་བཅུ་གཉིས་ལ་སོགས་པ་དེ་དག་གནས་སམ་ཡང་ན་ཡུལ་རེད། ཨ་ནི་དེ་གི་སྤྱི་ལབ་དུས་དེའི་དོན་སྤྱི་ཟེར་ལབ་གི་ཡོད་པ་རེད། དོན་སྤྱི་ཟེར་བ་ཡིན་ན་གང་ཟག་གི་རྒྱུད་ཀྱི་རྟོག་པ་དེ་ཡུལ་དེ་འཛིན་པའི་ཚེ་ན་ཡུལ་དེ་དང་ཆ་འདྲ་བ་ཞིག་རྟོག་པ་ལ་གནོན་གྱི་ཡོད་པ་རེད་དེ་ལ་དོན་སྤྱི་ཟེར་གྱི་རེད་དེ་ལ་རིགས་འདྲ་བོ་བྱེད་པ་ཡིན་ན་གཉིས་ཡོད་པ་རེད་སྒྲ་སྤྱི་དང་དོན་སྤྱི་ཟེར་གྱི་རེད། སྒྲ་སྤྱི་དང་དོན་སྤྱི་ལ་ཡང་སྒྲ་སྤྱི་རྐྱང་བ་དང་དོན་སྤྱི་རྐྱིང་བ་ཟེར་ནས་རིགས་གཉིས་འགའ་རེ་ཡོད་པ་རེད། གང་ལྟར་བུམ་པ་ཧ་མི་གོ་བའི་གང་ཟག་གཅིག་ལ། སྒྲ་ཡི་ལམ་ནས་རྗོད་བྱེད་ཀྱི་སྒྲ་ཡི་ལམ་ནས་བུམ་པ་ངོ་སྤྲོད་བྱེད་པ་དེ་ཟེར་ན་གང་ཟག་དེ་ལ་བུམ་པ་ཟེར་ན་འདི་འདྲ་ཅིག་ཡིན་ས་རེད་བསམ་པའི་སྣང་བ་ཅིག་ཤར་གྱི་ཡོད་པ་རེད་དེ་ལ་སྒྲ་སྐྱེས་ཟེར་གྱི་ཡོད་རེད། ཨ་ནི་རྗེས་སུ་བུམ་པ་མཐོང་ནས་སྔར་རང་གི་སྣང་བ་ལ་ཤར་བའི་བུམ་པ་དེ་དང་དངོས་གནས་ཀྱི་བུམ་པ་གི་དོན་སྤྱི་གཉིས་འདྲེས་སོང་བ་དེ་ལ་སྒྲ་སྐྱེས་དང་དོན་སྤྱི་གཉིས་འདྲེས་པར་འཛིན་པ་ཞེས་ལབ་ཀྱི་རེད། དེ་ནས་སྒྲ་ཡི་རྗེས་སུ་མ་འབྲེང་བར་སྔར་མཐོང་བའི་བུམ་པ་དྲན་པ་ལྟ་བུའི་ཚེ་ན་ཡུལ་ལ་ཤར་བའི་བུམ་པའི་སྣང་བ་དེ་ལ་དོན་གྱི་བཅིང་བ་ཟེར་གྱི་རེད། དེ་ནས་རྒྱུ་མཚན་གྱི་ངོ་བོ་དེ་ག་འདྲ་རེད་ལབ་དེ་གནས་གསུམ་ཡིད་ཀྱི་སྤྱི། དཔེར་ན་བུན་འཛིན་རྟོག་པ་ལ་སྣང་བའི་བུམ་པ་ལྟ་བུ། ཨ་ནི་དོན་གཅོད་ཀྱིས་གོ་དོན་དེ་འདིའི་སྒང་དུ་ཡང་ཅུང་ཙམ་ཅིག་བཤད་ཟིན་པ་ཡིན། འདི་ནི་སྐད་ཆ་མང་པོ་མི་བཤད་པར་བཤད། དེ་ནས་རྒྱུ་མཚན་ལ་དབྱེ་ན་སྒྲ་ཡི་བརྗོད་བྱ་དང་རྟོག་པའི་སྣང་བ་སི་ཏོག་པ་གིས་རང་གི་ཡུལ་དུ་གྱུར་པའི་ཆོས་དེ་དངོས་སུའམ་ཡང་ན་རྒྱན་ཆར་དུ་སྣང་མི་ཐུབ་ཟེར་ལབ་ཀྱི་ཡོད་པ་རེད། ཡུལ་དུ་གྱུར་པའི་དངོས་པོ་དེ་རྒྱུན་ཆད་དུ་སྟོན་བྱེད་དང་མ་འབྲེལ་བར་རྗེན་པ་ལ་སྣང་ཐུབ་པ་དེ་མངོན་སམ་ཡང་ན་རྟོག་མེད་ཀྱི་ཤེས་པ་རེད་དེ་ཡོད་པ་རེད། ཡིན་ཙང་སྟོང་པ་ཉིད་རྟོགས་པའི་རྟོགས་པ་ཡིན་ན་ཡང་དེ་གའི་སྟོང་པ་ཉིད་ཀྱི་སྟོང་པ་ཉིད་དེ་སྟོན་བྱེད་དང་འབྲེལ་ནས་རྟོགས་པ་རེད་མ་གཏོགས་སྟོང་པ་ཉིད་རྒྱུན་པ་དོན་སྤྱི་དང་མ་འདྲེས་པར་རྟོགས་ཐུབ་ཀྱི་ཡོད་པ་མ་རེད། ཡིན་ཙང། སྟོང་པ་ཉིད་རྟོགས་པའི་རྟོགས་བྱེད་ཀྱི་ཤེས་པ་དེ་ཡང་གྲུབ་བྱེད་ཡིན་ཟེར་ལབ་ཀྱི་ཡོད་པ་རེད། དེ་བཞིན་དུ་རྒྱུ་བྱེད་ཀྱི་སྒྲ་དང་རྗེས་སུ་མཐུན་པའི་རྟོགས་པ་དེ་ཡང་ཡུལ་འཛིན་པ་དེའི་ཚེ་ན་དོན་སྤྱི་དང་འདྲེས་ནས་འཛིན་པ་རེད་མ་གཏོགས་རང་གི་ཡུལ་ལ་དངོས་སུ་འཇུག་པའམ་ཡང་ན་རང་གི་ཡུལ་དེ་དངོས་སུ་སྣང་བ་ཡོང་གི་ཡོད་པ་མ་རེད། འོ་དེ་འདྲ་ལབ་ཀྱི་ཡོད་པ་རེད། བརྗོད་བྱེད་ཀྱི་སྒྲ་དང་རྗེས་སུ་མཐུན་པའི་རྟོག་པ་ལ་སྣང་བའི་དོན་སྤྱི་དེ་ལ་སྒྲ་སྤྱི་དང། སྒྲ་དང་མ་འབྲེལ་བའི་རྟོག་པ་ལ་སྣང་བའི་དོན་སྤྱི་དེ་ལ། དོན་སྤྱིའི་རྐྱང་པ་ཟེར་ཡང་ན་དོན་སྤྱི་ཟེར་འོ་དེ་འདྲ་ཅིག་ལབ་ཀྱི་ཡོད་པ་རེད། སྐབས་འདིའི་བྱེད་བྱ་ཀུན་ཁྱབ་ཀྱི་ནང་དུ། རྒྱུ་མཚན་ལ་དབྱེ་བ་སྣ་ཚོགས་ཤིག་བྱས་པ་རེད། དེའི་ནང་གི་དང་པོ་གཉིས་དེ། བག་ཆགས་ཀྱི་དབང་གིས་སྣང་བ་རང་བཞིན་གྱི་རྒྱུ་མཚན་ཟེར། དེའི་དོན་དག་ག་རེ་ལབ་གི་ཡོད་པ་རེད་ཟེར་ན། གྲུབ་མཐའ་ལ་བརྟེན་ནས་བྱུང་བ་མ་ཡིན་པའི་སྣང་ཚུལ་དེ་དག་ལ་བག་ཆགས་ལྷན་སྐྱེས་ཀྱི་རྒྱུ་མཚན་ནམ་ཡང་ན་རང་བཞིན་གྱི་རྒྱུ་མཚན་ཞེས་ལབ་གི་ཡོད་པ་རེད། ཐོག་མ་མེད་པ་ནས་འདི་ས་རེད་འདི་ཆུ་རེད་ལ་སོགས་པའི་བརྡ་མང་པོ་དག་པའི་རྒྱུ་མཚན་ལ་བརྟེན་ནས། མི་གཅིག་སྐྱེས་པའི་རྗེས་སུ་རང་བཞིན་ལྷན་སྐྱེས་ཀྱི། དེ་དང་དེ་ནི་འདི་དང་འདི་རེད་ཟེར་ནས་བདག་འདོགས་པ་དང་ད་ནི་བདག་འདོགས་སའི་གཞི་དེ་སྣང་བ་ཆེ་རང་ཉིད་ལ་ཤར་ཡོང་གི་ཡོད་པ་འོ་དེ་དག་ལ་རང་བཞིན་གྱིས་རྒྱུ་མཚན་ཟེར་ལབ་གི་རེད། དེ་ནི། གྲུབ་མཐའི་རྟགས་པས་བདག་གི་སྣང་བ་ལྟ་བུ་གཟུགས་བརྙན་གྱི་རྒྱུ་མཚན། དཔེར་ན་ཕྱི་རོལ་བའི་གྲུབ་མཐའ་གྱི་རྟགས་པས་གང་ཟག་གི་བདག་ཟེར་བ་འདྲ་བོ་གཙོ་བོ་ཟེར་བ་འདྲ་བོ་འཇིག་རྟེན་གོ་བབ་བོ་ཟེར་བ་འདྲ་བོ་འོ་དེ་འདྲ་གི་གྲུབ་མཐའ་གི་དབང་གིས་བྱུང་བའི་ཡང་དོན་ཆེ་དང་སྣང་བ་མང་པོ་ཅིག་ཤར་གྱི་ཡོད་པ་རེད། དེ་དག་ལ་གཟུགས་བརྙན་གྱི་རྒྱུ་མཚན་ཟེར། འདིའི་སྐབས་ལ་དེ་ལ་གཟུགས་བརྙན་ཟེར་དགོས་པའི་རྒྱུ་མཚན་ག་རེ་ལབ་ན། དཔེར་ན་འཇིག་རྟེན་བྱེད་པ་པོ་ཡིན་ན་འདྲ་གང་ཟག་གི་བདག་ཡིན་ན་འདྲ་དེའི་དོན་དེ་ཤེས་བྱ་ལ་མི་བཟོད་པ་རེད། ཡོད་པ་མ་རེད། ཡིན་ན་ཡང་དེའི་སྣང་བ་ཅིག་གང་ཟག་རྣམས་ལ་ཤར་གྱི་ཡོད་པ་ཡིན་ཙང་དེ་ལ་གཟུགས་བརྙན་གྱི་རྒྱུ་མཚན་ཟེར་སླ་བ་རེད། ཨོ་རྩ་བའི་ཆ་ནས་དབྱེ་བ་དེ་འདྲ་ཅིག་གཉིས་བྱས་པ་རེད། ད་ནི་དབྱེ་བ་ཞིབ་ཏུ་བྱས་པ་ཡིན་ན་སྲིད་མི་སྲིད་རྟོགས་མི་རྟོགས་མཚན་གཅིག་མཚན་མེད་ལ་སོགས་པའི་དབྱེ་བ་མང་པོ་ཡོད་པ་རེད། འདིའི་སྐབས་ཀྱི་གསལ་མི་གསལ་ཟེར་བ་དེ་དཔེར་ན། ནི་ཤེས་བྱ་གི་ནང་དུ་གཟུགས་ལ་སོགས་པ་མིག་ཤེས་ཀྱིས་དངོས་སུ་མཐོང་ཐུབ་པའི་ཡུལ་དེ་འདྲ་ལ་གསལ་བའི་ཡུལ་ཟེར་ཡོད་པ་རེད། མི་གསལ་བ་ཟེར་བ་དེ། ནི་ནམ་མཁའ་ལ་སོགས་པ། རྟོག་པའི་རྟགས་ནི་བློ་ཡུལ་དུ་བྱེད་པ་མ་གཏོགས་མིག་ཤེས་དང་དབང་ཤེས་ལ་སོགས་པའི་རྗེན་པ་ཡུལ་དུ་བྱེད་མི་ཐུབ་པའི་རིགས་དེ་དག་ལ་མི་གསལ་བ་ཞིག་ལབ་ཀྱི་ཡོད་པ་རེད། དེ་ནི་རྟོག་མི་རྟོག་ཟེར་བ་དེ་དཔེར་ན་མིག་ཤེས་ལྟ་བུ་ལ་མཚོན་པ་ཡིན་ན་རང་གི་ཐག་ཉེ་ན་ཡོད་པའི་གཟུགས་དེ་དག་རྟོགས་ཐུབ་པ་དང་ཐག་རིང་པོ་ན་ཡོད་པའི་གཟུགས་དེ་ནི་སྣང་བ་ཙམ་ལས་རྟོགས་མི་ཐུབ་པ། འོ་དེ་འདྲ་ལ་རྟོགས་མི་རྟོགས་ཀྱི་ཁྱད་པར་དེ་འདྲ་བྱེད་ཀྱི་ཡོད་པ་རེད། དེ་དང་དོན་སྤྱི་ལ་འབྲེལ་བ་ག་འདྲ་ཡོད་པ་རེད་ལབ་ན་མིག་ཤེས་ཀྱིས་རྟོགས་མི་ཐུབ་པའི་ཐག་རིང་པོ་ན་ཡོད་པའི་གཟུགས་དེ་ལ་བརྟེན་ནས་རང་གི་ཡུལ་ལ་དེ་གའི་དོན་སྤྱི་ཡང་ན་དེ་གའི་སྣང་བ་ཅིག་གཞལ་ཐུབ་ཀྱི་ཡོད་པར་བ་ཡིན་ཙང། དེ་འདྲ་བའི་སྣང་བ་ལ་ནི་མ་རྟོགས་པའི་སྣང་བ་དང་གསལ་བའི་རྒྱུ་མཚན་ཟེར་ན་གཟུགས་ཀྱི་དོན་གྱི་ལྟ་བ་རེད། མི་གསལ་བའི་རྒྱུ་མཚན་ཟེར་ལབ་པ་ཡིན་ན་ནམ་མཁའ་གི་དོན་གྱི་ལྟ་བའོ་དེ་འདྲ་རེད། མཚན་གྱི་མཚན་མེད་ཟེར་བ་ཡང་དེ་དང་ཆ་འདྲ་བ་རེད། རྟོགས་པའི་སྒོ་ནས་བཤད་དགོས་པའི་ཆོས་རྣམས་ལ་སྐབས་འདིར་མཚན་མེད་ཟེར་གྱི་ཡོད་པ་དང་མཚན་གྱི་ཟེར་བ་འདི་རྟོགས་པས་བཤགས་མི་དགོས་པར་དབང་ཤེས་ཀྱི་ཡུལ་དུ་བྱེད་དོ་པའི་ཆོས་དེ་དག་ལ། མཚན་བཅས་ཀྱི་ལབ་དགོས་པ་རེད། དེ་ཡིན་ཙང་དཔེར་ན་གཟུགས་ཀྱི་རྒྱུ་མཚན་ལྟ་བུ་སྟེ་སྐབས་འདིར། མཚན་བཅས་ཀྱི་རྒྱུ་མཚན་དང། ནི་ནམ་མཁའ་གི་དོན་སྤྱི་ལྟ་བུ་སྟེ་སྐབས་འདིར་མཚན་མེད་ཀྱི་རྒྱུ་མཚན་ཆགས་བསྡད་ཡོད་པའོ་དེ་འདྲ་ཞིག་རེད།